གོང་བརྒྱུད་དཔང་བརྗོད་བྱ་ཆོག་གོ། ཕོ་མོ་བྱ་ཡ་མར་མོ་ཕོ་བྱ་ཡོད་མ་དེ་འདྲམ་མཉམ་ཟིག་ཡོང་ཡ། ག་རེ་རེད་ས་དེ།
འདི་དགོས་ཡོད་རེད་བཞིན་དེ་བཞུགས་ཡོད། དང་དུས་གཡུང་ཟག་འཐུང་གི་འདུག་བས། དོན་དག་གང་ལ་རྩ་བ་ཉིད་ནས་ཕན་ངེས་མི་འདུག་བཞིན་དེ་ཞུ་བའི་འདོད་བ་བྱུང། ད་ཕོ་དང་མོ་ཟེར་ཡ་འདི། འཇིག་རྟེན་བྱེད་པ་པོ་གཅིག་ཤེས་བྱ་ན་འདྲ་དོ། སོ་སོ་སྐྱེ་བ་སྔོན་ལས་གི་གཅིག་བསགས་ན་ཡིན་ན་འདྲ་གང་ལྟར། ཕོ་དང་མོ་གཅིག་གི་ལུས་སུ་སྐྱེ་ཚར་རེ་བཞུགས་ལ། ཕོ་མོ་བྱ་ཡ་མར་མོ་ཕོ་བྱ་ཡོད་མ་དེ་འདྲམ་མཉམ་ཟིག་ཡོང་ཡ། རྒྱུ་མཚན་འགྲོ་ཡོད་མ་རེད། ད་ནི་ང་ཚོས་གཅིག་ཐོབ་ཐང་གཅིག་རྩོད་པ་འདྲ་བོ་གཅིག་དང་རབ་བྱུང་བཅས་བཞག་ནས་གཅིག་འདྲ་མཉམ་བྱ་ཡ་གཅིག་ཡོད་མ་རེད་བསམ་གི་འདུག་ཇོ་དོན་ཡོད་ང་རང་ཚོ་ད་འདི་ཕོ་མོ་འདྲ་མཉམ་ཟེར་བོད་མི་ནུས་སྟོབས་ཚན་པ་ཟེར་འདས་དེའང་ནུབ་ཕྱོགས་ཀྱི་ལྟ་ཚུལ་གཅིག་དེ་གཅིག་ཁུར་ཡོང་ན་ཡིན་ན་བསམ་མི་ང་དེའི་ལྟ་ཚུལ་དེ་ག་དུས་ན་ཡོད་རེད་ང་ཚོ་གངས་ཅན་བོད་པ་ཚང་ལ་གཞན་ལ་མིའི་དཔེ་གཅིག་ཡོད་རྒྱུ་དེ་ཕོ་མཆོག་མོ་མེད་པའི་ལྟ་བ་མེད་པ་འདི་ང་ཚོ་ཐུན་མོང་མ་བའི་ཁྱད་ཆོས་ཀྱི་ཆ་དག་ཡོད་རེད་བསམ། དེ་ཡིན་དུས་འདི་ཚོ་ཡང་ང་རང་ཚོ་གཅིག་གི་དགོས་ཡ་གཅིག་ཡིན་ན་མི་དགོས་ཡ་གཅིག་ཡིན་ན་དེ་ཚོ་ཡང་ནི་དཔར་འདི་ནི་དཔར་འབྱོར་བཀའ་བློན་མཆོག་གིས་ཡང་ནི་འདི་ཚོ་ལ་ཐུགས་བསམ་བཞེས་དགོས་ཀྱི་འདུག། སྲོལ་རྒྱུན་གི་འགྲོ་སྟངས་དེ་འགྲོ་དགོས་ཀྱི་ཡོད་རེད་ལ། དེང་དུས་ཀྱི་གནས་སྟངས་མང་པོ་ཅིག་ལས་ང་ཚོ་བསྟུན་བྱས་འགྲོ་དགོས་ཀྱི་ཡོད་རེད། དེ་ཡིན་དུས་བསམ་པ། ལྷག་པར་དུ་དེང་དུས་འདྲ་བོ་ཞིག་སྤྱི་དང་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལས་ཡང། ཕོ་མོ་གི་དབྱེ་བ་དང་དེ་ལས་སྤྱི་ཚོགས་ག་ཤེད་ལ་དཔེ་མི་སྲིད་དཀའ་ངལ་ཆེན་པོ་ཡོད་བསྡད་པ་དེ་འདྲས་ང་ཚོའི་སྤྱི་ཚོགས་ནང་ལ་དེ་ཙམ་ཅིག་ཡོད་མ་རེད་དེ་ཡིན་པ་ཡིན་ནའི། ད་འདོད་ཕོ་མོད་ཀྱི་དབྱེ་བ་དང། ཐ་སྙད་བཅུ་གྱི་རིགས་སྒྲ་མི་རབས་མང་པོ་གཅིག་ཡོང་བསྡད་ཀྱི་ཡོད་པ་དེ་གོ། ད་འདི་མེ་འདོམ་ནང་ལ་བསྲེས་བསྡད་པ་དང། དེའི་ཆེད་དུ་ད་གོ་རྟོགས་སྤེལ་གྱི་ཡོད་རེད། ཕོ་དང་མོ་ཟེར་ནས་ད་ལུས་དང་དེ་ཚོའི་ཐོག་ནས་དབྱེ་བ་ཡོད་རེད་མ་གཏོགས་གཅིག་གི་བསམ་བློའི་ཐོག་ནས་གཅིག་པ་གཅིག་རྐྱང་གཅིག་ལ་བརྩི་གི་ཡོད་རེད་བསམ་བློ་གཏང་ཡག་གི་ནུས་པ་དང་ལས་ཀ་བྱེད་ཡག་གི་ནུས་པ་དེ་ཚོ་གཅིག་པ་གཅིག་རྐྱང་བརྩི་གི་ཡོད་དུས་བསམ་པ་ལ་ཡ། སུ་ལ་ཡིན་ནའི། ཨ་ནི་གོ་སྐབས་གཅིག་པ་ཇི་རག་དགོས་ཡ་ཕོ་མོ་དབྱེ་བ་མེད་པའི་གི་གོ་སྐབས་གཅིག་པ་ཇི་རག་དགོས་ཡ་དེ་ཚོའི་གི་ད་དམིགས་ཡུལ་ཟིམ་བྱེད་གང་ལྟར་ནུབ་ཕྱོགས་གི་ལྟ་བ་ཡིན་པ་ཡིན་ནའི་རེད་ག་རེ་ཡིན་པ་ཡིན་ནའི་སྤྱི་ཚོགས་ལ་ཡ་དགོས་མཁོ་ཅི་ལ་ངོས་འཛིན་བྱེད་པའི་ཐོག་ནས་བཀའ་ཤག་འདི་གི་དུས་ཡུན་ལ་ཡ་བུད་མེད་ནས་སྟོབས་ཆེན་པ་ཚུགས་བྱ་རྒྱུ་དེ་ནས་མ་རེད་དེ་བུད་མེད་ལས་ཐབ་ཚུན་པ་ཙིར་ལོ་མང་པོར་ཕྱིན་ཚར་བ་རེད། ཨ་ནི་ཀུ་རེ་སྤྱི་འཐུས་ད་ལྟ་དྲི་བ་བཏང་གནང་མཁན་ཡིན་ནའི་གྲོས་ཚོགས་འདིའི་ནང་ལོགས་ལ་ཡང་ག་ལ་གང་འཚམ་ཅིག་ཕེབས་ཟིན་པ་རེད། ཐོག་མ་ཉིད་ནས་ཁོ་དགོས་ཡ་མེད་པ་ཡིན་ན་ཨ་ནི་དེ་གསུངས་བཞག་པ་ཡིན་ན་ཡང་ད་ལྟ་གནས་སྟངས་ཅིག་ཆགས་བསྡད་ཡོད་རེད་བ་ད་ད་ལྟ་དེ་ལས་གཞི་དེ་ག་དེ་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་རེད་བཀའ་ཤག་གི་ངོས་ནས་དགོས་མཁོ་བརྩི་གི་ཡོད་གལ་ཆེན་པོ་བརྩི་གི་ཡོད་པའི་སོང་ཙང་ཨ་ནི་ད་ལྟ་འགྲོ་བསྡད་ཡོད་སྲིད་ད་གཞན་པ། བཀུར་འོས་སྤྱི་འཐུས་ཀྱི་ད་ག་ནས་ང་ཚོ་གསུང་ཡས་དེ་དེ་རེད་དགོས་ཡས་ཡོད་རེད་མ་རེད་ཞེས་ཡས་དེ་དེ་དགོས་ཡས་ཡོད་རེད་བཞིན་དེ་ཞུགས་ཡོད། བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་མ་དངུལ་དེའི་ཐོག་ལ་རེད་ད་དེའི་ཐོག་ལ་ཡང་ད་ལྟའི་ཆ་ལ་འབུམ་གསུམ་དང། ལོ་གཅིག་གི་ནང་ལ་འབུམ་གསུམ་དང་སྟོང་ཕྲག་ལྔ་བཅུ་ང་བཞི་མ་གཏོགས་ལྔ་བཅུ་དྲུག་ཅུ་རག་ཅུ་མ་གཏོགས་བྱུང་མི་འདུག་ཅིང་དེ་ཡང་ས་གནས་ཁག་བཅོ་བརྒྱད་གསུངས་བཞག་ང་རང་ཚོ་ད་སུད་ཚོང་ཚོགས་པ་ཅིག་ཡོད་རེད་དེའི་ཕེ་ཤིང་ཧ་ལམ་རྒྱ་གར་རྒྱལ་ཡོངས་ནང་ལོགས་ལ་ད་ང་ཚོ་ཚོགས་པ་ས་གནས་བརྒྱ་དང་ས་གནས་ཉིས་བརྒྱ་ལྔ་བཅུ་དེ་ཡས་མས་ཀྱིས་སྲུང་གི་ཡོད་རེད་དེ་དེའི་ནང་ལོགས་ནས་ད་འདྲའི་ཆ་ལ་ས་གནས་བཅོ་བརྒྱད་མ་མདོ་ང་གནང་ཐུབ་ཡོད་ད་ས་གནས་ཉིས་བརྒྱ་ལྔ་བཅུ་ཆ་ཚང་གིས་གནང་བ་ཡིན་ན་ག་ཚོད་སྲིད་ལས་ཐུབ་གི་རེད་བ་དེ་འདྲའི་ཡིན་དུས་ཙམ་པ་ད་འདི་ཡི་ཐོག་ལས་ཏན་ཏན་དེ་སྔ་ཡིས་ཞུས་པ་ཡིན་ཏན་ཏན་འཐུས་ཤོར་འདུག་འདུག་སྟེ་ལ་ཡ་ས་གནས་སོ་སོ་ནས་གནང་གི་ཡོད་མ་རེད་བས་ཡང་ན་ཅིག་དཔལ་འབྱོར་ལས་ཁུངས་ཀྱིས་ཡིས་ས་གནས་སོ་སོ་ལས་འབྲེལ་བ་བྱེད་ཐུབ་གི་ཡོད་མ་རེད་བས་ག་རེ་རེད་ས་དེ། བདེ་འཇགས་མ་དངུལ་ད། འབུམ་གསུམ་ལྷག་བྱེ་མ་ཏོག་སླེབས་མི་འདུག་ཨན་ཏི། ད་དཔལ་འབྱོར་ལས་ཁུངས་ནས་འབྲེལ་བ་བྱེད་མ་ཐུབ་པ་རེད་པས་ས་གནས་ནས་མ་བསྡུ་བ་རེད་གསུངས་ད་དོན་ཚང་མ་ལོག་དང་བླང་གི་ཞལ་འདེབས་རེད། འདི་ཁྲལ་མ་རེད། ཁྲལ་ཡིན་པ་ཡིན་ན་ཨ་ནི་ཁོ་ང་ཚོ་མཇུག་སྐྱོང་བྱ་དགོས་དང་བླང་ཡིན་དུས་ཚང་མ་ལ་འབོད་སྐུལ་ཞུ་ཡ་རེད། དེ་ཡིན་དུས་ད་རིང་ད་ན་ནི། མེ་ཁའི་སུ་ར་ཚོང་པ་ལ་ཡང་ཨ་ནི་ལས་ཁུངས་རྒྱ་ཡོད་ཆེ་འདུག། བོད་མི་རིགས་ཚོ་ནས་འབུམ་བརྒྱ་ཅིག་སྤྲད་ཡོད་རེད་དེ་ད་ལྟ་བརྒྱབ་དང་བརྒྱབ་བཞིན་པ་རེད་ཤག་ཨ་ནི་དེ་ཚོ་བེད་སྤྱོད་བཏང་བྱས་ཡང་མ་འོངས་པ་ལས་ཁུངས་དེ་ག་རང་གི་ཨ་ནི་ད་སུད་ཚོང་ཚང་མ་ལོ་ཚོགས་པ་ཚང་མ་ལོ་འབྲེལ་བ་ཡོད་དེ་དུས་ཚང་པ་ཨ་ནི་ལས་ཁུངས་དེ་ནས་ཕུད་ཨ་ནི་དེ་ནས་ཡ་མཉམ་དུ་འདུ་ཡ་འདྲ་བ་ཞིག་འདུ་བས་ག་འདྲས་བྱས་འདུག་ང་ཚོ་མཉམ་རུབ་ཀྱི་ཐོག་ནས་ཤུགས་ཆེར་བཏང་དགོས་ཀྱི་འདུག་སེང་ངས་ད་གེ་ཞུ་བ་ན་ཞིང་ཡང་སུད་ཚོང་བ་ཁག་གཅིག་གིས་ག་རེ་གསུང་གི་འདུག་ཟེར་ན། ཚོས་ར་ཐོང་སའི་ས་ཆ་ལ་ཕུད་མ་ཐུབ་ནས་ང་ཚོ་སོ་སོ་སོ་རང་གནས་ལ་ལོག་ཆེད་ཨ་ནི་ཕམ་འབུད་ཀྱི་ངོ་བོ་ལ་ཕུད་ཡིན་དེ་ཕམ་འབུད་ཀྱི་ངོ་བོ་ལ་འགྲོ་གི་མ་གཏོགས་ཨ་ནི་ཚོང་འབུད་ཞལ་འདེབས་ཀྱི་ངོ་བོ་ལ་འགྲོ་གི་མ་རེད་པ། དེ་ཡིན་དུས་བསམ་པར་ས་གནས་རང་ལ་ཕུད་ཐུབ་པ་ཡིན་ན་ཨ་ནི་ཚོང་འབུད་ཞལ་འདེབས་ཀྱི་དངུལ་འབོར་དངོས་ཡོད་དེ་ག་རེ་ཡིན་པ་དེ་ཧ་གོ་ཐུབ་ཡ་ཡོད་རེད། ཡང། ཕམ་འབུད་ནང་ལོགས་ལ་ཡང་ཤུགས་ཆེན་པོ་ཞིག་བོ་དེ་ནས་ཕུད་བསྡད་པ་དེ་འདྲའི་ད་ཡོང་གི་ཡོད་མེད་དེ་ལྟ་དགོས་ཡ་གི་གནས་སྟངས་ཤིག་རེད། བྱས་དང་དཔལ་འབྱོར་ལས་ངུ་ནས་འབྲེལ་བ་བཞག་དགོས་ཚང་མ་བཞག་བསྡད་ཀྱི་ཡོད་རེད་དེ་ཡིན་ནས་ད་མ་ས་གནས་ལ་མ་བསྐོར་རྒྱུའི་འགྲོ་ནི་ས་གནས་ས་བོད་མི་སུ་གཏོང་ས་ཁུལ་རྒྱ་གར་ནང་ལོག་ལས་ཡག་ཆེ་ཆུང་ད་གྲོང་ཁྱེར་གྲོང་རྡལ་གྲོང་གསེབ་ཚང་མ་བསྡོམས་ནས་ཉིས་བརྒྱ་གསུམ་གསུ་ང་ས་ནང་ལ་ཚོང་རྒྱག་གི་ཡོད་རེད་ཨ་འདི་སྐོར་རྒྱབ་ཐུག་ཡ་ཁོ་ར་ཡོད་མ་རེད་དེ་ཡིན་དུས་ཚང་མ་ད་དྲ་ཐོག་དང་ཁ་པར་ཐོག་ནས་འབྲེལ་བ་ག་ཚོད་ཞུ་ཐུག་ཐུག་དེ་ཞུ་གི་ཡིན་ཡིན་ནས་ད་སུད་ཚོང་བས་ཀྱི་འབྲེལ་མཐུད་ཀྱི་ལས་ཁུངས་གཅིག་མེ་གྷན་དྷི་ཡ་ན་ཡོད་དུས་དེ་ཡས་ཕྱག་རོགས་གནང་ཐུབ་ན་ཡག་པོ་འདུག་ད་རིང་གྲོས་ཚོགས་འདིའི་རྒྱུན་ནས་ཡིན་པ་ཡིན་ནས་ས་གནས་སོ་སོ་ནས་ཚོང་འབུད་ཞོ་དེ་ཕུལ་བས་དེ་ས་གནས་སོ་སོ་སོ་ནས་ཕུལ་བ་ཡིན་ན་ཨ་ནི་དངུལ་འབོར་དེ་ཡས་དེའི་ནང་སླེ་གི་རེད་ཨ་ནི་ཁུངས་དེ་ཡས་གཏན་འཇགས་མ་དགོས་ན་ཚུད་འགྲོ་གི་རེད་བྱས་ནས་དེ་ཞུ་ཡ་ཡིན། ད་ང་ཚོ་ཚང་མ་ག་དུས་ཡིན་ན་ཡང་ཀ་ཉོ། ཁྲེས་དེ་ཡ། ཀ་ཉོ་ཤི་དེ་ཡ། ཨ་ནི་རང་བརྩིས་ལགས་དེ། ཨོ། བཅའ་ཁྲི་ལགས་དེ་གར་ཞུས་ན་དེ་ཡིག་གི། དཀའ་ངལ་ཆེན་པོ་ཅིག་དངོས་ཡོད་ཡོད་རེད། དེ་དཀའ་ངལ་ཆེ་ཤོས་ཅིག་ད་ལྟ་གར་ཁྲིད་འདུག་ཟེར་ན། མེ་གི་སྣེ་ལེན་ཁང་མ་བརྒྱུད་ནས་ཐད་ཀར་ཡར་བསླེབས་ནས། ཨ་ནི་རྒན་དེ་གྲྭ་སོང་ཡིན་ན་རེད་ཡིན་ལྷོ་བྲག་ཁ་ཡིན་ད་གཞན་པ་ལྷོ་བྲག་ལ་བ་ཅིག་ཉོ་མཁན་ཡིན་གྱི་རེད། དེ་འདྲས་ཕེབས་འགྲོ་བ་དེ་ཚོ་ལ་ཡང། སྐྱབས་ཆེན་ལགས་དེ་མ་རག་བདེ་བ་མང་པོ་ཡོད་བ་གཅིག་ལ་ཡང། ཁ་ཤས་ཀྱིས་འང་བརྒྱུད་ལམ་སྤྱད་ནས་མགྱོགས་པ་རག་སོང་བ་བཅས་དང། ཁ་ཤས་ཀྱིས་ག་ཟིག་མི་དགོས་ག་ཟིག་དཀའ་ལས་བརྒྱབ་ན་ཡང་ནི་མ་རག་བ་དེ་འདྲ་མང་པོ་ཡོང་བསྡད་བ་དེ་དངོས་འབྲེལ་རེད། དེ་འདྲས་ཀྱི་མགྱོགས་པ་རག་སོང་བ་མ་རག་བ་དེ་གཉིས་ཀྱི་ཁྱད་པར་དང། དེ་ལ་ཡང་ཁོ་རང་གི་མགྱོགས་པ་རག་ཡ་དུས་ཟུར་ལ་ཡང་དེའང་ཁོ་ཆ་ཅན་རེད་བ་ག་འདྲ་ཅིག་མཚང་བཟོ་རེས། ཨ་ནི་ཁ་ཤས་དེ་འདྲས་ཀྱིས་ཡང་དཀའ་ངལ་འཕྲད་འདི་འདྲ་ལྷག་བསྡད་ཀྱི་འདུག་བ། ད་གྲོས་ཚོགས་ནང་ལོགས་ལ་ག་དུས་ཡིན་ནས་དེ་འདྲའི་ལྕི་མོ་སྤུངས་དེ་འདྲའི་མ་ཡིན་པ་བྱས་བྱས་དངོས་གནས་དཀའ་ངལ་འཕྲད་དེ་ངས་དེ་འདྲའི་གཟིགས་ཡོད་ན་དཀའ་ངལ་འཕྲད་མཁན་ངས་འདི་མཐོང་སོང་དེ་འདྲ་པོ་དེ་འདྲའི་ཡོད་ཅི་རེད་བཞིན་གསུངས་བ་ཡིན་ན་ང་ཚོ་གཅིག་ངོས་ཟིན་པའི་ཐོག་ནས་ཨ་ནི་ག་རེ་བྱེད་དགོས་ཀྱི་འདུག་ཅི་ལྟའི་བརྗོད་རེད་བ་ད་མང་པོ་ཅི་ཡོད་ས་རེད་ང་ཚོ་ལ་དེ་ཞུ་མཁན་ཡོད་མ་རེད་བོད་ནས་ཚུར་ཐད་ཀར་ཕེབས་ཆོག་འདི་ཚོ་ལ་དེ་ཞུ་མཁན་མེད་དུས་ཨ་ནི་གྲོས་ཚོགས་ནང་ལོགས་ལ་ཡ་ཅི་ཞི་བོ་ཅི་ལྷག་བསྡད་ཡོད་པའི་གི་ལེན་སྟངས་འདྲ་བོ་ཅིག་ཚོར་སྣང་ཅིག་ཡོང་མ་སྲིད་པ་མ་རེད་ཤག་དེ་ཡིན་དུས་བསམ་པ། བོད་ནས་ཆུ་ཁར་སྡུག་ཡོང་ངན་བྱེད་ཡིན་པ་ཡིན་ན། དྭང་བླངས་དཔྱ་དངུལ་གྱི་འགེངས་ཤོག་རྒྱ་གར་ནཱ་རོ་ལས་ཡིན་པ་ཡིན་ནའི་ཕྱི་རྒྱལ་ལས་ཡིན་པ་ཡིན་ནའི་དྭང་བླངས་དཔྱ་དངུལ་གྱི་འགེངས་ཤོག་དེ་བསྐང། གལ་སྲིད་ངེས་མ་ཡིན་ན། བོད་ནས་ཆུ་ཐད་ཀར་ལྟར་སྣེ་ལེན་ཁང་མ་བརྒྱུད་ནས་ཡོང་ཡོད་དུས་ང་ཚོ་ལ་ཡ་ཡིག་ཆ་གང་ཡང་ཡོད་མ་རེད་བ་མི་དེ་གི། དེ་མེད་དུས་བསམ་པ། ལ་ཨ་ནི་སྔན་ལ་བདེ་བསྲུང་ནས་བཀའ་ཁྲོལ་ཞུ་དགོས་ཀྱི་བཟོ་ཡོད་རེད་དེ་སྔོན་ནས་བཀའ་ཁྲོལ་ཞུ་བ་ཡིན་ན་དེ་ཁ་ངན་རེད་ཤག་དེ་ཡིན་དུས་བསམ་པ་འགེངས་ཤོག་སྦྱང་ཚར་དུས་བསམ་པ་དཔལ་འབྱོར་ལས་ཁུངས་ལས་བཟོ་ན་བདེ་བསྲུང་ལ་ཕ། ཞིབ་འཇུག་བྱེད་རྒྱུ་བཅས་མི་དེའི་རྒྱབ་ལྗོངས་དང་ལོ་རྒྱུས་དང་དེ་གའི་ལྟ་སྟངས་རེད་དམ་མིན་ཏེ་འདི་ཚར་བ་ཡིན་ན་ནི་ང་ཚོ་དྭང་བླངས་སྤྱང་ཀུ་ཕུད་སྤྱང་བྱེད་ཀྱི་ཡོད་རེད་མ་གཏོགས་ཅི་གི། བཀའ་ཤག་འདི་སླེབས་པ་དང་དཀའ་ངལ་དང་པོ་སེལ་ཏེ་དྭང་བླངས་སྤྱང་ཀུའི་སྒང་ལ་ང་ཚོས་དྭང་བླངས་སྤྲད་ཆེད་བསད་པ་རེད་ད་ད་དུང་གི་བོད་ནས་ཚུར་ཐད་ཀར་ཕེབས་པ་དང་ཨ་ནི་ཕེབས་ནས་དྭང་བླངས་སྤྱང་ཀུའི་ལག་དེབ་མ་རག་བསྡད་པ་དེ་འདྲ་ཡོད་པ་ཡིན་ན་དཔལ་འབྱོར་ལས་ཁུངས་ལ་འབྲེལ་བ་བྱེད་རོགས་བྱེད། རེད་བ། ཨ་ནི། བཀུར་འོས་སྤྱི་འཐུས་རྣམ་པ་ཚོས་གི་སྲུང་ཡ་ཡོད་ན་མི་དེ་འདྲས་དེ་འདྲས་ཀྱིས་ས་ཆ་དེ་འདྲས་དེ་འདྲས་ཀྱིས་འདུག་བཞིན་སྲུང་བ་ཡོད་ན་ང་ཚོས་ལས་ཀ་བྱེད་བདེ་བོ་བྱེད་ནི་ཡོང་ས་རེད་བཞིན་ནི་དེ་ཅིག་ཞུ་ཡ་ཡིན། ཨ་ནི་ག་ཤེད་ལ་ཡང་མངལ་ལ་རག་ཤ་ག་ཤེད་ལ་རག་མི་འདུག་སྲུང་ཡ་འདི་ཚོ་ད་དེ་ཚོ་སྲུང་འོས་འདི་ཚང་པ་ལ་ཅིག་ཁོ་རྒྱབ་ལོག་ནས་བི་ཇ་རྒྱག་མཁན་འདྲ་བོ་ཅིག་ཡོད་པ་ཡིན་ན་མངལ་ལ་རག་གི་ཡོད་བས་སུ་རེད་དེ་ཚོ་གལ་ཡོད་མ་རེད་དཔལ་འབྱོར་ལས་ཁུངས་ལ་ཁ་ཐུག་ཁ་ཐུག་འབྲེལ་བ་བྱེད་འགྲོ་བདེ་གི་ཡོད་རེད་ཚང་མ་ལོག་ཁྲིམས་དང་སྒྲིག་གཞི་གི་དཀའ་ངལ་མ་འཕྲད་ཡ་ནི་ང་ཚོས་བཟོས་བཞག་ཡོད་རེད། ཨ་ནི་དཀའ་ངལ་བྱེ་བྲག་པ་དེ་འདྲའི་དམིགས་བསལ་བ་དེ་འདྲའི་ཡོད་པ་ཡིན་ན་གནས་སྟངས་གཞན་པ་དང་ཅིས་མ་མཐུན་པ་དེ་འདྲའི་ཡོད་པ་ཡིན་ནས་དཔལ་འབྱོར་ལས་ཁུངས་ལ་དབང་ཆ་སྤྲད་བཞག་ཡོད་རེད། དེ་ག་འདྲས་བྱེད་དགོས་ཀྱི་ཡོད་མེད་ཆ་ཚང་ཅིག་ཁྲིམས་དང་སྒྲིག་གཞི་གི་འོག་ནས་བཟོས་ཟིན་པ་ཅིག་ལ་ད་ཡང་སོ་སོ་ངོས་ནས་དོ་སྣང་མ་བྱེད་པ་ཡིན་ན་ནི་ཁ་བོ་འདུག་ཨ་ད་དེང་སང་མི་མང་པོ་གཅིག་ཕལ་ཆེར་སྒོ་ཁ་ལ་སྐྱེས་སྐར་ཡོང་དགོས་ཀྱི་ཡོད་པའི་གནས་སྟངས་ཚུལ་ལ་བརྟེན་ནས་ལྟ་དེ་གི་ཐོག་ཞབས་ཕྱི་ཞུ་ཡ་ནི་ཚོད་ཡིན་པ་ཡིན་ན་ད་སོ་སོའི་གི་གནས་སྟངས་འདི་སོ་སོའི་དོ་སྣང་བྱེད་རོགས་གྱིས། ཨ་ནི་སོ་སོ་ལ་ཁ་ཚ་དགོས་གཏུགས་གི་ཨ་ནི་དཀའ་ངལ་གྱི་འཕྲད་ཡོང་དུས་ཨ་ནི་གཞུང་གི་གཅིག་བྱེད་ཀྱི་མི་འདུག་གཉིས་བྱེད་ཀྱི་མི་འདུག་ཟེར་ལབ་པས་དེ་མཚམས་བློ་དགའ་བོ་འགྲོ་བཞིན་འདུག་ཨ་ད་སོ་སོའི་མགོ་གང་ལ་དཀའ་ངལ་ཕོག་ཡོང་དུས་བསམ་པ་ལ་དེ་ག་དུས་ཡིན་ནའི་བས་འཕྲལ་དུ་འཕྲལ་དུ་སེལ་དགོས་ཡ་དེ་ཙི་མ་སེལ་བའི་འདྲ་བོ་བྱིན་པ་ཡིན་ན་ཨ་ནི་འབྲེལ་ཡོད་ལས་བྱེད་ལ་ཚོགས་གཏམ་བཏང་ཡ་བཀའ་བརྒྱུད་བཏང་ཡ་རི་བྲག་མེ་རི་དེ་ལས་བྱེད་ཡོང་གི་འདུག་ག་ཚོད་ཉེ་བའི་ཆར་རང་ལ་དེ་རིགས་དོན་གཅོད་ལས་གཅིག་བྱུང་ཤག་ནོར་འཁྲུལ་དེ་སོ་སོའི་ནོར་འཁྲུལ་བྱུང་བ་རེད། གཞུང་གིས་མ་ཨི་མེལ་བཏང་བཅས་འདི་ལ་ལན་ཁེ་ཞུ་ལས་དེ་དུས་ཚོད་ཏག་ཏག་མ་བརྒྱབ་འདི་སོ་སོའི་ནོར་འཁྲུལ་ཕྱིན་ད་དེ་མ་ཡོང་དེ་བསམ་པ་ལྟ་དེ། དོན་གཅོད་ལས་ཁུངས་ལ་ཚོགས་གཏམ་ཅི་འདྲ་བཏང་བཅས་འཁྲུག་པ་བརྒྱབ་བཅས་དེ་འདྲས་བྱས་དེ་འདྲས་ཡོང་གི་འདུག་བ་དེ་ཚོ་སྤྲེལ་ངག་དེ་མ་རབས་རེད་ཐ་ཤིང་རེད་དེ་ཚོ་མ་བརྗེད་ན་ཡག་པོ་ཡོད་རེད་ལས་དོན་སྒྲུབ་དགོས་ཀྱི་ཡོད་ན་ཚང་མ་འཆམ་པོ་བྱེད་ནས་འགྲོ་དགོས་ཀྱི་རེད། ཡིན་ནའི་ལྡི་ལི་དོན་གཅོད་རང་གི་ལས་དོན་འགྲིག་མེད་པ་ཡིན་ན་གསུང་ཆོག་གི་རེད། ཡིན་ནའི་དེ་ང་ཚོས་འགྲིག་མེད་པ་དེ་ནི་མ་རེད། ཨ་ནེ་ཁ་ཤས་བསྟན་འདུག་ད་ལྟ་ཆུང་ཆུང་དཀའ་ནི་ལོ་གཅིག་ཟ་མ་ཟིན་གི་ཨ་ནེ་བོད་པ་དེ་ཚོ་གི་བོད་ཡུལ་མི་མ་ཡིན་པ། ད་གསོ་སྦྱོང་བྱེད་བཞག་པའི་སྤུ་བོ་ཆུང་ཆུང་ཟོག་ར་ར་ཡག་ཨ་ནི་ཐར་ལམ་འདྲ་བོ་དང་ཨ་ནི་བརྒྱུད་རིམ་ཨ་ནི་ག་འདྲ་ཡོད་ན། ཆ་ཆེན་ག་རེ་ཚང་དགོས་རེད་ཟེར་ཆ་ཆེན་ག་རེ་ག་རེ་ཚང་དགོས་ཀྱི་ཡོད་མེད་དཔལ་འབྱོར་ལས་ཁུངས་དྲ་ཚན་ན་ཆ་ཚང་ཡོད་རེད། རིགས་མི་འདྲ་མི་འདྲ་ལ་འགན་ཤོག་གང་བསྐྱང་དགོས་ཡ་དེ་ག་ཚང་མ་ལོ་སེར་དྲ་ས་གནས་ཏང་ཨུད་དང་ས་གནས་ཚང་མ་ལོ་མཁྱེན་གྱི་ཡོད་རེད་བཞིན་དེ་ཞོལ་ཡིན། ད་སུས་དྲུག་དེ་གའི་གི་གནས་སྟངས་དེ་ནི་ཡག་མེད་ན་བཅའ་ཁྲིམས་ནང་ལ་ཆ་ཆེན་གྱི་བཏོན་དགོས་རེད།

དེ་ཚོ་ཅིག་ཡང་བྱེད་སྟངས་ཚོ་ལ་ཡང་ཅིག་ས་མཚམས་མེད་པ་བཟོ་རོགས་དང་དྲང་པོ་མེད་པ་བཟོ་རོགས་ནི་དེ་འདྲའི་ད་གྲོས་ཚོགས་ནང་ལ་ཡང་དེ་གསུང་གསུང་སྟངས་འདྲ་བོ་ཆགས་འདི་ཞིག་དྲང་པོ་མི་འདུག་ཟེར་ཚོར་ད་དྲང་པོ་ག་རེ་བྱས་ཡོད་མ་རེད་དེ་ཚོ་གསུང་གི་ཡིན་པ་ཡིན་ན་ཨ་ནི་དྲང་པོ་མི་འདུག་ཕྱིན་གསུང་ཆོག་གི་རེད་བ། སྤྱི་ཡོངས་ནས་འདུག་ཕྱིན་གསུང་འོས་འདུག་ཚང་པ་དོགས་པ་འདྲ་བོ་ཅིག་མང་པོ་ཅིག་བླངས་བྱས་བཞག་བཞག་ཡོད་ཅེས་མ་གཏོགས་དོན་དག་གང་ལ་རྩ་བ་ཉིད་ནས་ཕན་ངེས་མི་འདུག་ཕྱིན་ནས་འདི་ཞུ་བའི་འདོད་བློ་བྱུང་སོང། རྩིས་ལོག་གི་ནང་ལོག་ལ་གསར་བཟོ་དེ། སྐྱག་དངུལ་ལག་དེབ་གསར་བཟོ་དེ་ཉིས་སྟོང་བརྒྱ་མེད་སུམ་ཅུ་སོ་བཞི་རེད། ཨ་ནི་ནོར་བཅོས་དེ་ལ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་ཐམ་པ། དེ་བྱས་ཏེ་ནོར་བཅོས་མང་པོ་ཞུ་ཅིག་ད་བྱེད་དགོས་ཀྱི་ཡོད་པ་ངེས་པ་ཆགས་ཀྱི་འདུག་འདི་ནོར་བཅོས་འདི་འདྲ་མང་པོ་གླེགས་དགོས་ཡག་གི། དཀའ་ངལ་དེ་ག་ནས་འཕྲད་གི་འདུག་དོ་བདག་རང་གི་ནས་ནོར་འཁྲུལ་བྱས་པ་ག་ཚད་ཡོང་གི་འདུག་ཨ་ནི་གཞུང་གི་ལས་ཀ་བྱེད་སྟངས་ཐོག་ནས་ནོར་འཁྲུལ་བྱས་པ་ག་ཚད་ཡོང་གི་འདུག་དུས་ཚོད་ཐོག་ལ་ཨ་ནི་ཞིབ་འཇུག་གནང་ཡང་བྱུང་སོང་དང་བྱུང་མ་སོང།
ཁ་ཅིག་སྤྱི་ལོ་སྐྱེ་ཚེས་ཀྱི་ཐོག་ནས་ནོར་འཆུག་ཡོང་གི་འདུག་ཁ་ཅིག་ཁ་བྱང་འགྱུར་བ་ཕྱིན་ཆད་བཅོས་དགོས་ཡ་ཡོང་གི་འདུག་ག་ཤེད་མིང་འགྱུར་བ་ཕྱིན་ཆད་སྔ་མོ་མིང་གཞན་པ་བཅོས་བ་ཅི་ད་ལྟ་མིང་འགྱུར་བ་ཕྱིན་ཆད་ག་བཞེས་ཡང་གཙང་ཤུལ་རྒྱག་པའི་དེ་འདྲའི་ཡོང་གི་འདུག་ཨ་ནི་ག་བཞེས་ཆོལ་ཁ་དེ་སྔ་རྐང་མེད་བ་བྱས་རྗེས་སུ་ཁ་སྐོང་བྱས་པའི་དེ་འདྲའི་རྒྱ་གར་དང་བལ་ཡུལ་ཡིན་པ་ཡིན་ན་རྒྱ་བལ་འབྲུག་གསུམ་ཡིན་པ་ཡིན་ན་དེ་འདྲའི་གི་གནས་སྟངས་ཡོང་གི་འདུག་ཕྱི་ནས་ཞུ་བ་ཡིན། དཔལ་འབྱོར་ཆགས་ཆེ་ཁོང་དེ་རེད་ད་དེའི་ནང་ལོགས་ལ

ད་ལྟ་དེའི་ནང་ལ་ག་རེ་འཁོད་པ་དེ་ག་དེ་ལོ་འཁོར་མོ་དེའི་ནང་ལོར་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ནང་ལོར་ལ་ཨ་ནི་བུ་ལོན་ཕ་ག་རེ་གཡར་བ་དང་ཚུལ་ག་རེ་ཡོང་ཡོད་པ་དེ་ཚོའི་གི་གནས་སྟངས་རེད་དེའི་གི་སྒྲིག་འཛུགས་གི་ངོ་བོ་དང་ཁ་ཚིག་སྙན་མ་ཐག་གཅོད་ལ་ཡ་འགྱུར་བ་གང་ཡང་འགྲོ་གི་ཡོད་མ་རེད། གངས་ལྗོངས་ཕན་ཚུན་ཞབས་ཞུ་ཁང་དེ། གོ་རྒྱལ་རང་གིས་དགོངས་བཞེས་སྒྲོག་རྒྱུ་གནང་གི་ཡོད་ན་ཡང་ན་སྤྱི་འཐུས་ལྷན་ཚོགས་ལ་བཀའ་འདྲི་ཞུས་པའི་ཐོག་ནས་ཕྱག་ལས་ཐག་གཅོད་སྒྲོག་རྒྱུ་གནང་ཡོད་ན་ཞེས་བཅས་བཀའ་འདྲི་ཞུ་བ་ཡིན། བཀའ་ཤག་རང་གི་ཐག་གཅོད་ཀྱི་རེ་བའི་གྲོས་ཚོགས་ལ་ཡང་བཀའ་འདྲི་ཞུ་གི་རེ་བས་ད་ལྟའི་གྲོས་ཚོགས་བཀའ་ཤག་ལ་མ་འགན་སྤྲད་ཚར་བ་རེད། དེ་ཡིན་དུས་བསམ་པའི་བརྒྱུད་རིམ་ཆ་ཚང་ཕྱིན་ཚར་དུས་ད་བཀའ་ཤག་གི་ཐག་གཅོད་དེ་ཡང་གྲོས་ཚོགས་ནང་ལ་སྙན་སེང་ཞུས་ཟིན་པ་རེད། ཨ་ནི་དེ་གཞི་བཟུང་བཞིན་འགྲོ་ཡ་རེད་བཞིན་བཞུགས་ཡོད།